བཀྲ་ཤིས་བདེ་ལེགས། ད་རེས་ཀྱི་བརྙན་དེ་གི་ནང་ལོ་ལ་ཡང་ནི་ངས་འཛིན་རིམ་དང་པོའི་གི་གནས་ཚད་དང་མཐུན་པའི་སྒྲུང་གི་མཚན་ཉིད་བཏགས་ཐུབ་ཀྱི་ནི་རིན་མིག་དེའི་སྐོར་ལ་རོབ་རྩིས་ཤིག་ཞུ་ཡ་ཡིན། དེའི་གི་རིན་མིག་དེ་ཨ་ནི་ག་བ་ནས་ཚུར་ལེན་འདྲ་ལེ་བ་ཡིན་ན། བྱིས་པའི་སྒྲུང་དེ་བྲིས་སྟངས་གི་ཨ་ནི་རྩ་འཛིན་ཡིག་ཆ་གི་ནང་ལོ་ནས་ཚུར་ལེན་རྒྱུ་རེད། དེ་བྱས་ནས་ནི་ང་ཚོས་གི་ད་གོ་རིམ་གྱི་ནི་རེ་རེ་རེ་གྱི་ནི་མ་ཞུས་ཤའོ། ད་སྒྲུང་གི་གོལ་སྒྲིག་འདྲ་བོ་གཅིག་བྱ་ཤ་བ་ཡིན་ན་ཁོས་ག་ལ་ལགས་འདུག་ལ་ན། ཡིག་གཟུགས་དེ་ཨ་ནི། སྤྱིར་བཏང་གི་ཡིག་གཟུགས་ཡིན་དགོས་འདུག་ཟླ་ཡིག་ན་ཡིག་གཟུགས་མཐོང་བདེ་བོ་དེ་འདྲ་ཡིན་དགོས་འདུག་ཡིག་གཟུགས་ཡང་འདི་གི་འོག་ལ་དཔེ་མཚོན་འདྲ་བོ་ཅིག་འདྲ་མི་འདྲ་ཅིག་དང་དེ་འདྲ་འདྲ་བོ་ཀྱོག་ཀྱོག་ཡན་གྱོན་འདྲ་བོ་དང་འདི་འདྲ་མ་བཞག་རོགས། གཉིས་པ་དེ་ཨ་ནི། རི་མོ་དེ་གའི་སྟེང་ནི་ག་རེ་ཡོད་དགོས་འདུག་ན་གསལ་པོ་ཡོད་དགོས་འདུག་མ་ཟད་རི་མོ་མཐོང་བ་དང་དོན་དག་དག་ཁ་ཐུག་གསལ་པོ་བསྟན་ཐུབ་པའི་དེ་འདྲ་དགོས་འདུག་ཨ་ནི། དེ་གི་རྗེས་ལ་ཁོས་ག་རེ་ལབ་འདུག་ལ་ན་ནི་གུས་རྟགས་ནང་ལོགས་ལ

ནང་མི་དང་སྤྱི་ཚོགས་ལ་ཕན་ཐོགས་ཡོད་རྒྱུ། དག་སྣང་ཞིང་དཀའ་ངལ་ཆུང་ཚགས་ལ་གདོང་ལེན་བྱས་དང། སྒྲུང་གི་ནང་ལོག་གི་ནང་དོན་དེ་འདི་འདྲའི་སྐོར་ལ་བྲིས་ཐུབ་ན་དཔེ་ཡག་པོ་འདུག་ཟེར་སྐོར་ལྟ་གོང་ཚོད་གི་འོང་དེ་གཅིག་རེད། དེ་ནས་སྒྲུང་གི་བརྒྱུད་རིམ་གྱི་ནང་ལོག་ལ་ཁ་བྱང་དང་རི་མོ་གསལ་བོ་ཡོད་དགོས་ཀྱི་འདུག་དེ་ནས་ཁོང་ཚོ་གིས་གནད་འགག་གཞན་པ་གཅིག་ག་རེ་ལབ་ཀྱི་འདུག་ལབ་ན། སྒྲུང་དེའི་དུས་སུ་ཀློག་པ་པོ་གི་བློ་ཡོངས་དེ་དམ་པ། དཔེར་ན་ནང་ལོག་ལ་ཐ་སྙད་རེ་ཟུང་མ་ཤེས་མ་ཤེས་པ་ཡིན་ན་ཡང་སྤྱིར་བཏང་སྒྲུང་ཀློག་ཡོང་དུས་དམ་པ་ཁོ་བོས་ཐ་སྙད་མ་ཤེས་འོས་ཀྱི་དོན་དག་དེ་སྔོན་དཔག་བྱེད་ཐུབ་ཡ་དེ་འདྲའི་གི་སྒྲུང་ནང་དོན་དེ་འདྲ་བྲིས་དགོས་འདུག་ཟེར་གི་འདུག་ཨང། ད་བརྗོད་བྱའི་ཚིག་གི་ཁྱད་ཆོས་དེ་ནི་ཕལ་ཆེར་ཕྱིར་དང་ཕྱི་ཉོས་གང་དང་འདྲ་པོ་དེ་སུ་ཡོད་རེད་ཁ་ཅིག་ལ་ན་ཚིག་གྲུབ་རེ་རེ་ལ་ཐ་སྙད་ལྔ་འམ་དྲུག་ལས་མ་མང་བ་ཟེར་གི་འདུག་ཨང་དེ་གཅིག་གཅིག་ཨ་ནི་ཚིག་གྲུབ་ཕྱེད་རིང་བ་ལ་ཐ་སྙད་བཅུ་ལས་མ་བརྒལ་བ། དེ་ནས་ཚིག་གྲུབ་རེ་རེ་ལ་ནང་དོན་གཅིག་ལས་མེད་པ་དེ་ཕྱི་ཉོས་གང་དང་འདྲ་པོ་འདུག་ཨང་དེ་ནི། བསྡུས་ཚིག་དེ་ནས་འདས་ཚིག་དེ་ནས་དག་སྒྲ་གི་ཚིག་ཆུན་ཆུན་ལས་སླ་པོ་དེ་འདྲ་ལྷ་བྷེ་ཡ་གོ་ཚུགས་གོ་ཚུགས་གོ་རེད་གོ་ཚུགས་གོ་འདུག་རང་དེ་ནས་གཞན་པ་གཅིག་ཁོང་ཚོ་ག་ལེགས་འདུག་ལབ་ན། ད་རྩོམ་ཡིག་གི་གོ་བ་ཞིག་དགོས་པ་གཞན་པ་ག་རེ་ཡོད་ན་ཁོང་ཚོ་གི་སྐད་རིགས་གཞན་པ་ཡིན་ན་ད་ལོ་རིམ་དང་པོ་གི་ནང་ལོགས་ལ་འཛིན་རིམ་དང་པོ་གི་ནང་ལོགས་ལ་ད་ལྟ་གི་ཀློག་རྩལ་གྱི་ཚིག་གཅིག་གཅིག་ལེན་གི་འདུག་ཨ། དེ་ནས་སྒྲ་གདངས་སྒྲ་འུ་དེ་ཚོ་སྔོན་ལ་ལབ་གི་འདུག་ཨ། དེ་ནས་སྦྱོར་ཀློག་གི་སྐབས་ལ་ཡང་འཇིགས་ཆེན་པོ་འཇིགས་ཆེ་བའི་ཐ་སྙད་དེ་ཚོ་སྔོན་ལ་ལེགས་འདུག་ཨོ་འདི་འདྲའི་སྒང་ནས་ནི་ཁར་གསལ་པོར་ལོ་འཛིན་རིམ་དང་པོ་གི་ནི་ཆོས་སྒྲུང་འབྲི་དུས་དམ་པ་རྩ་འཛིན་ཡིག་ཆ་ནང་ལོགས་ལ་ནི་ཁོ་གི་ཆོས་སྒྲུང་འབྲི་སྟངས་ནང་དོན་ཁོ་ཚིག་སྒྲོས་མང་ཉུང་དེ་འདྲ་དེ་འདྲ་འདྲ་བོ་བཅུག་གི་ཡོད་རེད་ཟེར་ནས་ལབ་ཡོད་རེད་དེ་གི་རྗེས་ལ་ངས་ད་ཨིན་ཅིག་གི་སྒྲོང་དོད་ཅིག་དང་བོད་ཡིག་གི་སྒྲོང་དོད་ཅིག་བཞག་ནས་ནི་དཔེ་མཚོན་ལ་བཞག་ནས་ནི་ང་ཚོས་དེ་འགྲིག་གི་འདུག་ཡ་མི་འདུག་ཨ་ནི་ང་ཚོས་མ་ག་ལེ་ག་ལེ་བྱས་ནས་ལྟ་དགོས་ར། ད་ག་རང་ཡིན་ཐུགས་རྗེ་ཆེ།